ཁ་མཉམ་འགྲོ་ལ་ཁེངས་རྩལ་རབ་དགོངས་ན། གྲངས་མེད་གསུམ་དུ་ཚོགས་གཉིས་རབ་རྫོགས་ཤིང། སྟོང་གསུམ་མེད་ཅེས་བཞིན་གྱིས་དཔལ་གྱུར་པ། འདྲེན་མཆོག་ཤཱཀྱའི་ཏོག་ལ་ཕྱག་འཚལ་ལོ། རྩལ་ལྡན་ཁྱེད་ཀྱིས་མཁྱེན་རབ་ཨོ་ཟེར་གྱིས། བདག་བློའི་གཏི་མུག་སྨོན་པ་རབ་བསལ་ན། བཀའ་དང་ལྟ་མཆོད་གཞུང་ལུགས་རྟོགས་པ་ཡིས། བློ་གྲོས་སྤོས་པའི་སྣང་བ་རྩལ་དུ་གསོལ། ནས་སོང་པ་བསགས་ན་ད་དེ་ནས་འདི་རིང་ངས་ང་དང་སློབ་ཚན་པོ་དེ་ནས་འགའ་ཤེས་པའི་སྟེང། ནས་འགའ་ཤོ་ལོ་ཀ་དེ་ནས་བརྒྱ་བཅུ་གྱ་བཞི་པའོ་བཞུད་བྱས་ཡིན། སོང་པ་བསགས་ན་ད་ཤོ་ལོ་ཀ་བརྒྱ་བཅུ་གྱ་བཞི་པའི་ན་ཁེ་དེ་ན་ཅི་གསུངས་བསད་འདུག་ཞུས་ན། ཉལ་བ་བྲིས་པ་མཐོང་དང་ཐོས་པ་དང། བྲན་དང་གླགས་དང། གཟུགས་སུ་བགྱིད་རྣམས་ཀྱང། འཇིགས་པ་སྐྱེད་པར་གྱུར་ན་མི་བཟད་པས། ནར་མིན་ཉམས་སུ་མྱོང་ན་སྨོས་ཅི་འཚལ་གསུངས་སྟེ་བསྡུ་བ་ལས། གསུངས་པ་བཟང་ན་ད་དེ་ནས་དགའ་ཁྱེད་དེ་ན་འདང་ཁྱེད་དེ་ན་ང་དང་དེ་ནས་དགའ་ཡི་ག་ན་ལྟ་ག། དེ་ནས་དགའ་ཉལ་བ། དེ་ནས་དགའ་ང་དང་སྤེན་ནས་སྐྱེ་བ་སྔན་མ་ན་དེ་ནས་ང་དང་མཐོ། ལ་འབྲང་གཞན་ལ་མྱོང་འགྱུར་གྱི་དེ་ནས་ལ་སགས་དེ་ཡོད་ཀ་ནས་མི་སྡིག་ཅན་ཀུན། དེ་ནས་དགའ། དེ་ནས་ང་དང་ཉལ་བ་སྐྱེ་ཆ་སྤོ་ཁེ་དེ་ན་ཐག་རིང་ཞིག་ནང། དེ་ནས་མ་ན་ཡང་གཅིག་མང་པོ་གོར་ཤ་ཞིག་ཅང་མ་ནོས་ང་དང་དབུགས་ཕི་ནང་འགྱུར་བ། དེ་ནས་འགྱུར་བ་ཡོང་ཆེ་སེ་དེ་ནས་དུས་ཚོད་པི་ན་ཉལ་བ་སྐྱེ་ཆ་ཆ་ཟིན་ནོ་ཟེར་ཀན་པོ་ཁེ་དེ་ན་སུ་ངན་ཅིག་ཡོང་ས་ལེ། ད་གདོད་ཡིན་ནའང་ཨེ་ནོག་བདེན་པས་ཨེ་ནོག་ག་ཁྱེད་དེ་ན་ང་དང། ཨེ་ནས་ཚིག་ང་དང་ཨིན་ན་བཟོ་གི་ཏུར་གུ་ན་ལ་སྡིག་པ་མི་དགེ་བ་བསགས་ཙ་ན། ཨེ་ནས་པེ་ན་ང་དང་ཚན་མེད་ཀི་ལ་ཟི་ར་མིན་བ་ལས། ཕ་བསད་པ་མ་བསད་པ་དགྲ་བཅོམ་པ་བསད་པ། ཨེ་ནས་དགེ་འདུན་གྱི་དབྱེན་བྱེད་པ་དེ་བཞིན་གཤེགས་པའི་སྐུ་ལ་དེ་ནས་ང་སེམས་ཀྱི་ཁྲག་ཕྱུང་བ་ཟི་རྐན་པ་ཁྱེད་དེ་ན་ཚན་མེད་ང་ཟེ་ནོག་པ་མཚམས་མེད་ཟི་རན་པོ་ཅིག། ཨེ་ནས་མཚམས་མེད་རྫི་རན་པོ་ཆེ་དགའ་འབར་མཚམས་མེད་རྫིར་གཏོང་མཚམས་རན་པོ་ཆེ་ང་དང་མཚམས་སྲ་མཚམས་རྫིར་བྱ་མེད་ན་བོ་དྲར། ཧ་ལས་བོ་དྲར་ཡང་ན་མཚམས་མེད་རྫི་ན་བཀའ་ཟུར་གྱི་མཚམས་མེད་རྫན་པོ་ཅིག་ང་དང་ཨོ་དེ་ལཱས་ང་བོ་གང་ཡང་རུང་བ་ཞིག་བསགས་ཕྱིན་ཆར་ལ། ཨེ་ནས་ང་དང་ཤི་དེ་ནང་སྐྱེ་བ་གཞན་གྱི་བར་མཚམས་མེད་རྫི་ནོག་ད་དུ་རྒྱུ་ནི་ང་དང་ཡང་ལཱས་ཅི་དང་ཅི་ཞིག་བསགས་དེ་ནང། ཨེ་ནས་ང་དང་བཞི་དེ་ནའང་ལཱས་པི་ནཱས་མིན་གྱི་སྒྲ་སྦུག་རྡག་གསར་རང་མྱོང་བས་དེ་ནཱས་སྐྱེ་བ་སྟིག་མ་ཁོ་རང་མྱོང་བས་ཨེ་ནས་ང་དང་ཟ་ཟུ་ཁྱད་པ་མེད་ཀྱག་མྱོང་ངེས་པར་དུ་མྱོང་དགོས་ས་མེད་ཀྱག་ཅེས་ཟེར་ན་ང་དང་ཚང་མ་རྡོའི་ཁྱེན་དགོས་ས་ནོ་ང་དང་ལཱས་པོ་ལ་ཁྱེ་དེ་ནའང་ལཱས་ལ་གསུམ་བསགས་འདུག་ཨ་ལས་ལཱས་ལ་བསགས་སྟངས་མི་འདྲ་བ་གསུམ་འདུག་ཨ་ལས་མཐོང་ཆོས་མྱོང་འགྱུར་གྱི་ལཱས། སྐྱེ་ན་གཞན་ལ་མྱོང་འགྱུར་གྱི་ལཱས་ལཱས་འབྲང་གཞན་ལ་མྱོང་འགྱུར་གྱི་ལཱས་ཟེར་གནཔོ། ཨོ་ད་དེ་ནས་ཚར་མེད་ཀྱི་ལ་ཟག་ཕྱིན་ཅད་ལ་ཚེ་འདི་ག་ང་དང་ཕ་ཟད་པ་མ་ཟད་པ་དགྲ་བཅོམ་པ་ཟད་པའོ་གཟུགས་ཀྱི་ལ་གང་ཡང་རུང་བ་ཞིག་བསགས་ན། དེ་ནས་སྐྱེ་བ་སྟིང་མ་བདེན་ནས་ག་ང་དང་འདི་ག་ན་ཤི་འཕོ་བཟ་མ་ཐག་ཏུ་ང་དང་འདི་ག་ན་ཚེ་ལ་བདའ་བཟ་མ་ཐག་ཏུ་དེ་ནས་ངལ་བ་མནར་མེད་དེ་ནའང་སྐྱེ་བརྗོད་ནོ། ཧ་ལས་ང་དང་འདི་ན་ཤི་འཕོས་མ་ཐག་ཏུ་དགའ་རུ་ཉལ་བ་ནར་མེད་དེ་ན། མཚམས་མེད་ཟེར་རན་པོ་སྐྱེ་བ་གཞན་གྱི་བར་མཚམས་མེད་པ། ད་ལས་པོ་བསགས་དེ་ན་འདས་ན་ཡང་སྐྱེ་བའི་གནས་ནས་འཇིག་ཡང་ཨེ་ནི་དུས་རེ་ག་ཡང་མི་ག་ཡང་ཨེ་གཟུགས་ཤིག་སྐྱེ་བ་གནས་ནས་འཇིག་སྡུག་བསྔལ་བྱ་བཟོད་ཀྱ་ཧ་ཟེར་ན་རྩ་བ་སྙིང་ན་མེད་ཀྱ་ཧ་བྱུང་རོགས། སྐྱེ་བ་གཞན་གྱི་སྦར་ཚང་མེད་པ་བཟང་པོ་ཅིག་ང་དང་ཨེ་ཚེ་འདི་དང་ཨེ་ནི་ཉལ་བ་ནར་མེད་གཉིས་ཀྱིས་སྦར་བས་ན་ཡང་སྐྱེ་བ་སྤྱི་དང་ཅང་ལེན་ལེན་བྱེད་སྡུག་བྱེད་མེད་པ་འདི་ན་ཤི་འཕོས་མ་ཐག་ཏུ་འདི་ན་ཚེ་འགག་མ་ཐག་ཏུ་འོ་ཉལ་བ་ཨེ་ནི་ནར་མེད་ཀྱིས་ན་སྐྱེ་ཚར་རེད་ཀྱག་ད་སྐྱེ་ཚར་རེད་ཀྱག་བདག་ས་རང་ང་དང་བདག་ས་འདི་ག་ན་གསུང་སྐད་སྣ་ཚོགས་ལ་འདི་ན་དབུགས་འགགས་མ་ཐག་ཏུ་ཨེ་ནི་དབུགས་ངིས་པ་ནན་བྱེད་པོ་ག་རུ་ནན་དགོས་སྲིད་ཀྱག་ཟེར་ན་ཉལ་བ་ནར་མེད་དེ་ན་ནན་དགོས་སྲིད་ཀྱག། སོང་བ་ཟ་ན་ཨོ་དེ་ལ་ང་དང་ཚར་མེད་ཀི་ལ་ཟེར་རོ། ད་དང་ཨན་དེ་ག་ན་ང་དང་སྐྱེ་དེ་ན་ང་དང་ཨོ་དེ་ག་ན་དེ་ནས་ང་དང་དེ་ག་ན་ཨུགས་ཀི་འགྱུར་བ་ཙམ་ཞིག་ཡིས་ཨན་ནི་ངལ་བའི་ནང་སྐྱེ་ཡ་ནོག་ངལ་བའི་ནང་སྐྱེ་ཅག་སྤུ་མ་རིང་མོ་ཞིག་མ་ནོག་གསུངས་ཟེར་རོ། ད་དེ་ན་ཚོ་ལ་ད་དེ་གཟུགས་མྱོང་ན་དེ་ནས་དང་ཡེ་ག་ན་མི་འཇིགས་པ་ད་གང་ལགས། རྡོ་རྗེའི་རང་བཞིན་ནོ། ས་ལས་རི་ཁོད་གསུངས་པ་ས་ན་ང་དང་ཨི་གཟུགས་སྡུག་བསྔལ་མྱོང་བྱེད་སྤོ་དང་ང་དང་ཨ་ག་དེ་ནས་སྐྱེ་བ་སྔན་མ་ན་བསགས་པའི་ལ་བགྲང་གཞན་ལ་མྱོང་འགྱུར་གྱི་ལ་ཡོད་དེ་ནི་ཡོད་དེ་འཇིག་ད་རུང་དེ་འོང་བཤགས་སྡོམ་མ་བཅོ་ཨ་ཨེ་ནས་ད་རུང་དེ་འོང་ཚུལ་བཞིན་དུ་མ་བཤགས་ཨ་ཨེ་ནས་ག་ཁྱེད་རང་མི་འཇིགས་བྱ་སྤོ་ཁྱེད་རང་ཅི་ཁྱེད་རང་རྡོ་རྗེའི་ཕ་ལམ་གྱི་སེམས་ཐོབ་དེ་ཡོད་ཨ། ཁྱེད་རང་རྡོ་རྗེ་ཕ་ལམ་གྱི་ལུས་ཐོབ་ཏེ་ཡོད་དཱ་མེད་ན་ནི་འཇིགས་ཤིག་སྐྲག་དགོ་ཤ་ཤིག་ཡིན་ནོ་ཁྱེད་རང་དག་ས་མ་འཇིགས་སྐམ་པོ་དང་ཨེ་ནི་མ་སྐྲག་སྐམ་པོ་ལྟ་ན་དད་ལྡན་པའི་རང་ཨེ་ནི་ཉལ་བའི་ནང་སྐྱེ་མི་དགོས་ཤི་ཟི་གདེང་ཚོད་ཡོད་ཀ་ནི་ཚོད་ཙོག་ཤིག་འདུག་ཟེར་ཏེ། ཨེ་ནི་ཁྱེད་རང་རྡོ་རྗེ་ཕ་ལམ་ཡི་སེམས་ཐོབ་ཏེ་ཡོད་ཀ་ཡོད་ཀ་ཙོག་ཤིག་འདུག་ཟེར་ཏེ། དེ་ཡོད་ན་ཨེ་ནོག་པ་དེ་ནི་ག་པེ་ན་ང་དང་ཕྱག་སྤེ་མང་པེ་ན་ང་དང་རྡག་ས་འདུག་དང་པོ་ལ་ལྟ་ན་དགྲ་བཅོམ་པའི་གོ་པང་ཐོབས་ཏེ་གང་ཟག་ངོ་ནིས་དགྲ་བཅོམ་པ་ངོ་ནིས་ལྷོ་ལྷོ་བཅོ་སི་འདུག་ག་ན་ཙོགས་ལ་དགའ་ཁེ་དེ་ན་སྐྱེ་བ་སྟེགས་མ་ངན་སོང་གསུམ་གི་སྡུག་བསྔལ་ལི་ན་ཆ་གོ་ཤ་ཟི་དེ་ན་ཆ་གོ་མི་གོ་ས་ཡ་བསམ་ཏེ་ཨི་ཟུག་སེམས་ཚེར་ཅི་དང་ཅང་མེད་ཀན་ལྷོ་ལྷོ་བཅོ་སི་འདུག་ག་ཙོགས་ཤིག་ང་དང་གཟིགས་སི་ཀྱ་ལི་ཐོང་ཀྱ་ལི། གསུངས་པ་ཟ་ན་ང་དང་སྐྱེ་བ་སྟིང་མ་བདེ་ན་བྱ་མི་དགོས་ཤ་ཟའི་གདེང་ཚོད་ལྟ་ཅང་མེད་ཀྱི། མེད་ན་ཡང་ང་དང་འདུག་སྟངས་པོ་ཤེས་དེ་ན་ཨོ་ད་ཚེ་འདི་ག་ཆགས་ཚེ་འདི་འཁོར་བའི་ཕུན་ཚོགས་ལ་ཆགས་དེ་ན་ཨོ་ད་ཨོ་གཟུགས་ཡིན་ང་དང་འདུག་འདུག་འདུག་གསུངས་དང། ད་འདི་རིང་ཡིན་འདི་ག་ང་དང་ཡིན་ནི་ཤོ་ལོ་ཀར་བརྒྱད་བཅུ་གྱ་བཞི་པའི་ནང་ཤེས་དེ་ན། ཉལ་བ། བྲིས་པ། མཐོང་དང་ཐོས་པ་དང། དྲན་དང་བཀླགས་དང་གཟུགས་སུ་བགྱིད་རྣམས་ཀྱང་གསུངས་ཟིན་པ་རེད། འོ་ད་ཅི་གསུངས་ཟེར་ན་འོག་ཟེར་ན་མི་རིགས་ཅིག་ཟེར་ཏེ་ཧ་ལས་ད་ང་དང་མི་རིགས་ཅིག་ང་དང་མང་པོ་ཞིག་ག་ཉལ་བ་ཉལ་བ་ཡོད་ཀྱི་དེ་ནས་ཉལ་བ་ཞིག་གི་ན་ཨི་གཟུགས་ཨི་གཟུགས་ཞིག་ཡོད་ཀྱ་ཟེར་དཔེར་ན་ང་དང་ཧྲིལ་པ་འཁོར་ལོ་ངོས་ན་བསྒྲིལ་ཏེ་ཡོང་བ་མིན་ནོ། ད་ཡང་མང་པོ་ཞིག་ཡིན་ན་ངལ་བས་སྨྲ་ན་སྐོར་བོ་ཡང་སྨྲ་ན་སྨྲ་ན་གསལ་ཅིང་གསལ་པོ་དེ་ནས་སྨྲ་ན་ངལ་བ་ཚ་ངལ་བརྒྱད་དང་གྲང་ངལ་བརྒྱད་ལ་སོགས་པ་སྨྲ་གསལ་པོ་འདྲི་ག་ནི་ཅི་དང་ཡའི་ཡོ་ང་རོ་ཧ་ལས་གསུངས་པ་ཟ་ན་ད་ངལ་བས་རི་མོ་འདྲིས་པ་ཨེ་ནི་མཐོང་ན་ཡང། མི་ཁ་ཅིག་གིས་རིགས་གཅིག་ག་ནི་བདེན་པ་སེམས་ཟིན་ན་དེ་ནི་ངང་གྲགས་དང་འཇིགས་སྣང་དང་ཨེ་གཟུགས་དཔག་ཏུ་མེད་པ་ཞིག་སྐྱེ་རུ་ཟེར་དོན་ཧ་ལས་རི་མོ་འདྲིས་པ་མཐོང་བ་དང་གསུངས་པ་ཟ་ན་ཅི་གསུངས་ངལ་བ་འདྲིས་པ་མཐོང་དང། ད་དེ་སྣ་ཚོགས་ལ་ཡེ་ནས་དགའ་ཡང་ན་ཧ་ལས་དེ་ནི་དགའ་ཁྱེད་དེ་སྣང་མཐོང་དང་ཡང་མིན་ན་ཐོས་པ་དང་ལྟ་བདེ་གཡོག་པས་ག་ན་ཅི་འདུག་ལས་མངོན་དེ་ནི་དགའ་ཉལ་བ་འོ་དེ་ནི་དགའ་ང་དང་དཔེ་ན་མི་གཞན་ནི་ང་དང་དཔེ་ན་བླ་མ་རིན་པོ་ཆེ་ངོ་ནི་ང་དང་བཀའ་དབང་མཁའ་སྤྱོད་གསལ་བཙལ་ན་དེ་སྣ་ཚོགས་ལ་ང་དང་དེ་ནི་དགའ་ཁྱེད་དེ་སྣང་དགེ་བའི་བཤེས་གཉེན་ངོ་ནི་ང་དང་ཕྱག་སྤེལ་ངོ་ཁྲིད་ཙམ་ན་ཉལ་བའི་སྡུག་བསྔལ་ཨི་གཟུགས་ཨི་གཟུགས་རེ་ཡོང་ཨ་ནོ་ཨོ་ཟེར་ན་པོ་ཆེ་གི་ནི་དགའ་འོ་དེ་ག་ན་དེ་ནི་ང་དང་འོ་དེ་ངོ་ནི་ཁོང་གི་ཞལ་བལྟ་འོ་ཁོང་གི་གསུང་འོ་ང་དང་ཚོར་རན་པོ་ཆེ། ང་དང་སེམས་ནང་ལ་འོ་ད་འཇིགས་ཤིང་ཨེ་ནི་སྐྲག་པའམ་ཡ་མེད་ན་ནི་ག་གེ་དེ་ན་འཇིགས་སྐྲག་ཨེ་ནི་སྐྱེ་ཡ་ནོག་ཟེར་ཏེ། ཨེ་ནི་གཞན་ལ་ང་ག་གེ་དེ་ན་ཨེ་ནི་ཐོས་པ་དང། ཨེ་ནི་དེ་སྣ་ཚོགས་ལ་ག་ང་དང་སྐྲན་པ་དང། ཧ་ལས་སྐྲན་པ་དང་ཟན་པོ་ཅིག་ངལ་བས་སྡུག་བསྔལ་ཨི་གཟུགས་ཨི་གཟུགས་ཤིག་མྱོང་བྱ་ཡོད་སྐྱག་ཟེར་མཁན་པོ་ཡ་མ་ནི་ངའི་སྔར་མྱོང་མཁན་པོ་དྲན་བྱེད་ཡ་མེད་ན་ནི་ང་དང་གཞན་ནི་མྱོང་ཚུལ་པོ་དང་གཞན་འོ་དེ་ཚང་མ་སེམས་ནང་ལ་ཡང་ཡང་ཨི་ཐུག་ཡོང་སྟེ་ཡང་ཡང་དེ་ག་ན་ང་དང་ཅི་བྱེད་སྐྱག་ཟེར་ན་ཨོ་ད་དེ་ནི་ངལ་བ་ལ་ཨེ་ནི་འཇིགས་སྐྲག་སྐྱེ་སྐྱེ་དགོ་ཤེས་ད་ལེགས། གཞན་ལ་ཐོས་པ་དང་མཐོང་བ་དང་དེ་ནས་ཙོག་ལ་ལེགས་པམ། ཨེ་ནི་ང་དང་ཆགས་པས་སོ་སོ་ལ་གཟིགས་ཏེ་དེ་ནི་ག་ཆགས་པས་ན་ང་ཁྱེད་དེ་ན་ངལ་བས་ཨེ་ནི་སྡུག་བསྔལ་ལས་སྐོར་ལ་མང་པོ་གསུངས་ཏེ་ཡོད་པ་བསམ་ན་ཨོ་དེ་སྔོན་ཨེ་ནི་ག་ང་དང་སྤེ་ཅག་ལྷོགས་ཏེ་སྤེ་ཅག་བསིལ་ཏེ་ཨེ་ནི་དེ་ག་ན་དེ་ནི་ག་སྤྱིར་ངན་སོང་གསུམ་གྱི་སྡུག་བསྔལ་ལྷག་ཏུ་འདོད་དེ་ནི་དམྱལ་བའི་སྡུག་བསྔལ་དམྱལ་བའི་ནང་དམྱལ་གོང་མ་གོང་མ་ལ་རྟག་མ་རྟག་མ་སང་ཡོག་མ་ཡོག་མ་སྡུག་བསྔལ་མང་ང་མང་ང་ཡོད་ཀན་པོ་ང་དང་ཧ་གོ་ཟེར་ཏེ་འོ་དེ་འུ་ཆགས་པའི་ངོ་ལ་ལྟ་ས་ན་དམྱལ་ལེགས་པའམ་བརླག་པ་དང་ཟེར་ན་ལེགས་པའམ་བསྒྲིས་པ་ལེགས་པ་མ་བསྒྲིས་ཏེ་ཡོད་ཀན་པོ་ང་དང་ལྷོགས་ཏེ་དེ་ནང་ཡང་དམྱལ་བའི་སྡུག་བསྔལ་པོ་ང་དང་ཧ་གོ་བྱེད། ཨེ་ནས་དེ་ན་ཚོ་ལ་ང་དང་ད་ག་ཁྱེད་དེ་ན་ཨེ་ནས་ག་ལྷག་དང་གཟུགས་སུ་གྱིད་ནམ་ཀྱང་ཟེར་ན་གཟུགས་སུ་གྱིད་ནམ་ཀྱང་ཟེར་ན་ཡང་ཉལ་བས་གི་ཨེ་ནས་ཚ་ཉལ་རྒྱ་དང་སྐྲ་ཉལ་རྒྱ་ལ་ཉེ་ཚེ་བ་དང་ཉེ་འཁོར་བའི་ཅི་དོང་རིགས་ཨེ་ནས་ང་དང་ང་དང་འདྲ་སྐུ་བཅོ་བ་ཚོགས་ལ་སྦྱིན་པ་ཅི་དོང་བཅོས་ཏེ་ཨེ་ནས་ཡང་ང་དང་ད་ག་ཁྱེད་དེ་ན་དེ་ཉལ་བས་སྐོར་རེད་ཉལ་བས་སྡུག་བསྔལ་མྱོང་སྟངས་ངོ་ང་དང་མིག་གིས་མཐོང་བྱར་ཡོད་ག་ན་ལ་ག་གཟུགས་གི་ཟེར་ན་ཨ་ག་ན་ད་ང་དང་སྒྲ་སྤྱི་དང་སྐུ་སྤྱི་དང་སྤྱོད་བ་སོགས་ལ་སྦྱིན་པ་སྤྱི་དང་སྤྱོད་སྟེ་ཨོ་གཟུགས་ཡང་དེ་ནས་འགའ་ཡོད་པར་བསམ་ན་འདོད་ལ། གཟུགས་སུ་བགྱིས་རྣམས་ཀྱང། འཇིགས་པ་སྐྱེད་པར་གྱུར་ན། ཨོ་གསུངས་པར་བསམ་ན་ད་སྦྱིན་པ་ལ་སྦྱིན་པ་དང་ང་དང་ག་ལ་ཨ་སྤྱོད་སྟེ་ཡོད་ན་འདྲ་དེ་ན་གཙོ་ལ་ཨེ་ནི་ག། ད་སྲི་མེན་ལ་སྤྱོད་སྟེ་ཡོད་ན་འདྲ་དེ་ན་གཙོ་ལ་ཨེ་ནི་གསེར། གསེར་དང་དེ་ནས་ལྕགས་དང་རག་སྤྱི་དང། ཨོ་ཉལ་བས་བགྱིས་དེ་ནས་འགའ་ཚ་ཉལ་བརྒྱ་དང་བྲག་ཉལ་བརྒྱ་དང་ཉེ་ཚེ་བ་དང་ཉེ་འཁོར་བའི་ཉལ་བ་རྣམས་ཀྱིས། གཟུགས་བརྙན་གཅིག་དང་བཅོས་ཏེ་ཡོད་ཀ་འགྲོ་ང་དང་ཐོ་ངན་པོ་ཅིག་ཟེར་དོན་ཧ་ལས་སོང་པ་བསམ་ན་ཨོ་དེ་ཚང་མ་གཟུགས་གིས་པས་ཨོ་དེ་ཚང་མ་ཐོ་ངན་པོ་ཅིག་ང་དང་འཇིགས་པ་སྐྱེ་ཡ་ནོགས་དེ་ལ་ང་དང་འཇིགས་སྣང་སེམས་ནང་ལ་དངངས་སྐྲག་དང་སེམས་ནང་ལ་འཇིགས་སྣང་ཡོང་ཡ་ནོགས་ཧ་ལས་སོང་པ་བསམ་ན་ད་ག་དེ་ན་ཡོག་པ་ན་ཅིག་དེ་བ་འཇིགས་པ་སྐྱེད་པར་འགྱུར་བ་མི་བཟད་པས་གཟན་པོ་ཅིག་ད་ང་དང་ཨ་ཟ་ཀ་ཨོ་ཟ་འཇིགས་པ་སྐྱེད་པ་མི་བཟད་པ་ཟེར་ན་ཤ་ནཱ་ཟ་མིན་གྱི་སྒྲ་ཟ་བུ་སྔོན་དུ་ཉམས་སུ་མྱོང་བ་ན་ཨེ་ནི་ད་ག་གཟུགས་ཤིག་ཕྱིར་བཀྱགས་སམ་ནཱ་སྨིན་ཉམས་སུ་མྱོང་ན་སྨོ་གཅིག་ཚལ། ད་བདེན་པས་ཁོ་རང་ང་དང་རང་སྣང་རང་ཉལ་བས་ནའང་སྐྱེས་སྟེ་དེ་ཚང་མས་སྡུག་བསྔལ་བ་ཁོ་རང་མངོན་སུམ་དུ་ཨེ་ནི་ང་དང་རང་ཐོག་འགའ་བབས་སྟེ་ང་དང་རང་གཟུགས་སྤེལ་ག་མྱོང་གོ་ཟེར་ན་ད་ད་ག་གཟུགས་ཤིག་ཡོད་འགྲོ་ཟེར་སྟངས་ད་ཧ་ལས་ཀ་དག་དེ་དག་ཐོས་ན་ང་དང་འཇིགས་སྣང་སྐྱེད་རྒྱག་དེ་དག་མཐོང་ན་ང་དང་འཇིགས་སྣང་སྐྱེད་རྒྱག་དེ་དག་ང་དང་དྲན་ན་ང་དང་འཇིགས་སྣང་སྐྱེད་རྒྱག་དེ་དག་གི་གཟུགས་བརྙན་མཐོང་ན་ང་དང་འཇིགས་སྣང་སྐྱེད་ན་ད་ང་དང་རང་བདེན་ན་བདེན་པའི་རང་གི་དེ་ཉལ་བའི་ལྕགས་ཧྲེག་གི་ས་གཞི་ན་སྐྱེས་དེ་སྡུག་བསྔལ་མྱོང་དགོ་ཟེར་ན་ད་ད་སྐབས་དེ་དུས་ང་དང་སེམས་སྤོགས་རང་ག་གཟུགས་ཤིག་ཡོད་རྒྱག་ད་ང་དང་འཇིགས་སྣང་པོ་ཁོ་རང་འགའ་གཟུགས་ཤིག་ཡོད་ཀྱང། ཚེར་ཀ་ཁྱེད་རང་འགའ་གཟུགས་ཤིག་ཡོད་ཀྱང་སྡུག་བསྔལ་བོ་ཁྱེད་རང་འགའ་གཟུགས་ཤིག་ཡོད་ཀྱང། དེ་དག་མངོན་སུམ་དུ་མྱོང་དགོས་ན་ད། དེ་དག་མངོན་སུམ་དུ་མྱོང་ན་ད། ད་ང་དང་སྡུག་བསྔལ་མཇལ་ཞིག་རག་ཨ་ཟེར་དུ་ནོ་ད། ཧ་ལས། ད་མ་མ་ན་མ་འཇིགས་ས། གསུངས་པ་ས་ན་ད་དེ་ཚང་མ་ལ་ཨེ་ནི་ང་དང་གདགས་ས་ན། ཨེ་ནི་ད་ཅི་བཅོས་དགོས་ཏེ་ནོ་ཟེར་ཁན་པོ་ད་ང་དང་ཨོ་དེ་ཐབས་ལམ་བི་ན་བཙལ་དགོས་ཏེ་ནོ་ཨ་ལས། ཧ་ལས། ག་གསུངས་པ་ས་ན་ད་ཨོ་དེ་ག་ན་ད་གདགས་ས་དེ་ག་ན་ཅི། ནཱ་ཟ་མིན།

འོ་ད་དེ་སོང་པ་སང་ན་ཨེ་ནི་ད་དེ་ག་ན་ད་འོ་ན་དེ་གཟུགས་ཡོད་ན་དེ་གཟུགས་སྡུག་བསྔལ་དཔག་ཏུ་མེད་པ་དང་མང་པོ་ཡོད་ན་ཨེ་ནི་ང་དང་ཅི་ཅོ་བོ་སེར་སྐྱ་ཟེར་ན་ད་བདག་ས་ང་དང་འོ་ད་སྐྱེ་བ་སྟེང་མ་རང་སྟེང་དུ་འོ་གཟུགས་ཤིག་ཡོང་ན་ང་ལས་དཔེར་ན་ང་དང་བདག་ས་ད་ངལ་བ་མེད་ནང་དུ་འགྲོ་ངུ་ང་དང་མཐོང་རྒྱུ་ཡོད་པ་སང་ན་ང་དང་རང་ནང་རང་ཨེ་ནི་ག་རཱ་མ་ཇི་ག་བ་ལང་ཇི་ག་ཡ་མེ་ན་ཁྱི་ཇི་ག་སྐྱེ་ཀ་མོ་ང་དང་བསམ་བློ་དང་སྐྱེ་ནི་མི་སྐྱེ་མི་སི་ཅི་ཅང་མི་སྐྱེ་ང་དང་དེ་ཁྱི་ཨེ་སྐྱེ་ཅེས་རཱ་མ་ཨེ་སྐྱེ་ཅེས་བ་ལང་ཨེ་སྐྱེ་ཅེས་བི་ལ་ཨེ་སྐྱེ་ཅེས་ང་དང་ལཱས་མང་པོ་ང་དང་སགས་དེ་ཡོད་དོན་རོགས་དག་སགས་ང་དེ་རྒྱུད་ལ་ཡོད་དོན་རོགས། འོ་ད་གསུངས་པ་ས་ན་ད་ང་དང་འོ་གཟུགས་ཞི་ག་སྐྱེ་ན། དག་ན་ང་ཟི་ཞུའང་ཞུས་པས་འདི་ནི་ང་དང་གཟིགས་སང་དེ་ནི་ད་བདེན་པས་ད་དེ་ནི་ཁོང་ང་ག་གཟུགས་ཤུ་ག་ང་དང་ཡིན་ན་གཟུགས་ཤུ་ག་ངལ་བར་དུ་མེད་ཀ་མཚོགས་ཤིག་ཡང་མཐོང་བ་དྲུ་ཤུ་ག་ངལ་བར་དུ་ཙམ་ཞིག་འདུག། ཁོ་རང་བསྡད་ན་ཚེ་ཙམ་ཞིག་འདུག་ནང་བསྡད་ཚང་མ་ཁྱེད་བསྡད་ན་བཟའ་ནང་བཏུང་བ་ནང་བསྡད་ཚང་མ་བཏུ་བཏུ་ཟིག་ད་བསྡད་ན་བཏུ་འདྲེ་རིགས་མང་པོ་ཞིག་ཡིན་ནི་ཐ་མ་ང་དང་མི་གཞན་ནི་ང་དང་བསྡད་ན་ཁར་གྱི་དོན་དག་ཁོ་ཤི་དགོས་སུ་འདུག་ག་ལེ། ཨོ་ད་ང་དང་གདོན་དང་གཤིན་པོ་ཡོང་བྱས་སི་ཕི་ཡ་ཁོ་ཁོའི་གཟུགས་པོ་ཁོའི་ཧྲོག་པོ་བྲལ་དགོས་སུ་འདུག་ག་ལེ།

ཨོ་ད་བཞག་ཤིག་ན་བཞག་ཤིག་དེ་སྡུག་བསྔལ་མུན་མྱོང་མགོ་སེར་ཀ་ལེ་བར་འཕོ་ཅིག་ཨེ་ནས་བདེན་པ་ད་ང་དང་སྙིང་ཁོ་རང་ཀ་ཤས་ཀྱི་སྙིང་ཁོ་རང་ཀ་ཤིས། ད་འོ་ན་བདེ་གཟུགས་ཤིག་ཡོང་ཡོད་ན་དེ་ལ་ང་དང་ཐབས་ལམ་པོ་ཅི་བྱུང་ངོ་འཇལ་ཏེ་ཡག་ཟེར་ན་ཨོ་ད་ང་དང་བདེན་པའི་ཁམས་དོན་དགེ་སྦྱོར་ཡང་ཡང་མཛད་ཅིག་སེམས་པ་ལགས་མོ་སྤྱོད་ཅིག་གཙོ་གཙོ་ང་དང་སེམས་པོ་འདུལ་དགོས་ཤིག་ད་སེམས་པ་ལགས་མོ་སྤྱོད་ཅིག། འོ་ན་སྲས་འབོ་དུལ་དེ་སེམས་དཔའ་ལགས་མོ་ག་གཟུགས་ཀྱི་སྐྱོན་འཛིན་རན་པོ་ཆེ་དེའི་དོན་དག་ང་དང་ཆོས་སློབ་སྦྱོང་རྩ་བའི་གཅོད་དགོས་གཅོད་དགོས་ཤེས། འོ་དེ་རྒྱ་ལ་ཡོང་བྱས་ལ་ཆོས་སློབ་སྦྱོང་བོར་དེ་མོ་ཆོས་དེ་ཤེས་ཤེས་ཤེས་དེ་ནང་དེ་ལག་ལེན་པའི་ནང་སྦྲུལ་ངན་བྱས་དེ་དང་འོ་དེ་ནས་སྐུ་གསུང་ཐུགས་རྟེན་ནས་སྒྲ་མ་གསུངས་དེ་གསོལ་བ་སྨོན་ལམ་བཏབ་བྱས། འོ་དུས་དང་རྣམ་པར་གྱུར་ཀུན་ཏུ་བླ་མ་དགེ། རེ་ནས་དཀོན་མཆོག་གསུམ་ལ་ཡང་ཡང་གསོལ་བ་སྨོན་ལམ་བཏབ་པའི་འཇིགས་རང་ཡེ་ཁམས་སྟོན་དགེ་སྦྱོར་བུ་མཛད་ན། ཨེ་ནི་ཚེ་འདི་ཀ། རྐྱེན་ངན་བར་ཆད་མང་པོ་བཟློག་བར་མ་མཛད། འོ་དེ་ནས་ཚེ་རབས་ཕྱི་མ་རྣམས་སུ་ཉལ་བ་ཨི་དྭགས་བཏུལ་འགྲོའི་ནང་ནམ་ཡང་སྐྱེ་བ་ལེན་མི་དགོས་ཞེས་སྲིད་ང་དང་དེ་ནི་ལ་བཟང་པོ་བསགས་ཨེ་ཛིར་དེ་ལྟ་རྡེའུ་ང་དང་ཕྱག་སྤེ་ཚང་མའི་ནང་སྲུང་ཨིན་ཡོངས་སྟོན་རོགས་དེ་ནས་ངེད་ཅག་མང་པོ་ཞིག་གིས་དེ་ཀ་ན་ཨེ་ནི་སྐྱབས་མགོན་རྒྱལ་བ་ཨི་བཞིན་ནོར་བུར་གསོལ་སྤེ་དེ་ནས་ང་དང་ཆོས་ལུགས་རིགས་སུ་མ་མཆིས་པའི། ཨེ་ནས་བླ་མ་དགེ་བའི་བཤེས་གཉེན་མང་པས་དཀྲུགས་ན་ངེད་ཅག་ཚང་མ་ཐོ་སི་མྱོང་སྟེ་རོགས་ངེད་ཅག་ཚང་མ་ཚོ་རི་མྱོང་སྟེ་རོགས་སོང་པ་ས་ན་ད་དེ་ཚང་མ་ང་དང་དེ་ཐོ་སི་པ་བསགས་ཆ་གཅིག་པས་བསམ་བློ་མ་བཏང་ཨ་ཨོ་ད་ང་དང་རང་ནང་རང་ཨ་ཧ་ལས་མི་རང་ནང་རང་ཨེ་ཀ་དོ་དོ་ན་རང་ཨེ་སི་ཉིན་ཨི་ཀ་རང་ཨེ་ལག་པ་དང་སྟེ་ཉི་མའི་ནང་ཨ་སི་ངང་མི་ནས་ཁྲི་ང་ཨ་ཧྲི་ང་ད་བསམ་བློ་བཏང་དགོ་སྟེ་རོགས་ད། ཨོ་ཡེ་ནི་ཁམས་དོན་གྱི་སྦྱོར་བས་ན་ང་དང་ས་ག་དུན་དྲུག་བླ་མའི་རྣལ་འབྱོར་སྐྱོར་ག་ནི་ཡོད་ཀྱི་དེ་སྣ་ཚོགས་ལ་ཆགས་པས་དེ་ནི་ང་དང་ས་ག་ཆགས་པས་ཁམས་དོན་གྱི་སྦྱོར་མང་པོ་མཛད་ག་ནི་ཡོད་ཀྱི་ད་དེ་ན་ཨེ་ཁེ་དེ་ན་ཨེ་ནི་དེ་ཚང་མ་མྱོང་ན་ཅི་བྱེད་ཀྱི་ཟེར་ན་ཨོ་ད་སྐྱེ་བ་སྔ་མ་ན་ང་དང་ས་ག་ཡོད་ག་ནི་ལ་སྔགས་སྡིག་སྒྲིབ་ཚང་མ་དག་སྟེ་སྐྱེ་བ་སྟིང་མ་ང་དང་ཉལ་བ་ཡི་དྭགས་བཏུས་སྦྲེལ་ན་སྐྱེ་བྱ་སྲིད་ལ་ཞིག་ས་ག་ཡོད་ན་དེ་ཚང་མ་དག་བྱེད་ཀྱི། དཔེར་ན་དགའ་གཟུགས་ཀྱི་དོན་ན་བདེ་ཡག་ང་སྡུག་ཡག་སང་སྔ་ལ་ཡང་ཚེ་གཅིག་ང་དང་ཚོགས་པའི་ནང་བཞུགས་ཨང་བཞུགས་སྤིན། དཔེར་ན་ང་དང་རྡོ་རྗེ་མཆོད་པའི་ཕ་ཡོད་ནི་ན་ཏེའོ་གསུངས་སྟེ་དུ་བ་ལས། ངེས་བྱང་མང་པོ་རྡོ་རྗེ་མཆོད་པ་སྐྱོ་ར་ནོག་པ་རྡོ་རྗེ་མཆོད་པའི་འཇུག་འཇུག་པའི་དགའ། རྡོ་རྗེ་མཆོད་པའི་ཕ་ཡོད་ནི་ན་ཨེ་ནི་དགའ་ཁྱེད་དེ་ན་བདེན་པས་དེ་ནི་དགའ། ན་བར་འགྱུར་རོ་ཤི་དེ་ནི་དགའ་ཁྱེད་དེ་ན་རྡོ་རྗེ་མཆོད་པ་སིལ་ན་ཨེ་ནི་དེ་ན་ང་དང་དེ་ནི་ཤིན་ཏུ་ན་བར་འགྱུར་རོ། ན་བར་འགྱུར་རོ་ཟེར་དུ་འདུག་ཨ་ལས། ཨོ་ད་པེ་ན་ང་བཟུ་མོ་ཡོང་ཞིག་བཟུ་མོ་དྲག་པོ་ཡོང་ཞིག་ཟེར་ཏེ། ཧ་ལས་ཟེར་ག་ཕ་ཡོང་བཅུག་པི་ག། ཨོ་ད་དེའུ་ཅིའི་ཆོད་དེ་ནོག་ཟེར་ན་བཟུ་མོ་དྲག་ས་དེ་ག་ཚེ་དེ་ག་ང་ད་རྡོ་རྗེ་ཆོད་པ་སྐྱོ་ར་དུ་དེར་ད་རྡོ་རྗེ་ཆོད་པ་གཅིག་པོ་མེད་ནོག་ཆགས་པས་ཅི་དང་ཅི་ཞིག་སྐྱོ་ན་ཡང། སྒྲོལ་མ་སྐྱོ་རེ་འགྲོ་དེ་ན་ཚོགས་ལ་ག་ལྡང་ལྷ་རྒྱལ་མ་སྐྱོ་རེ་འགྲོ་ཡོན་ཏན་ཞི་གུར་མ་སྐྱོ་རེ་འགྲོ། ཨོ་ད་ང་ད་ཁམ་སྟོན་དགེ་སྦྱོར་ཅི་ཞིག་མཛད་ན་ཡང། ཨེ་ནས་ང་དང་ཨོ་དེ་ག་ན་སྐྱེ་བ་སྔར་མ་ན་བསགས་པའི་ལ་སྔར་སྡིག་སྒྲིབ་མང་པོ་དག་རྫི་དཀར་འདུག་ཤེས་དེ་ན་རྡོ་རྗེ་ཆོད་པས་ན་ང་ཨོ་དེ་གསུངས་ཏེ་འདུག་ག་ལས། དཔེར་ན་ངས་ད་རྡོ་རྗེ་ཆོད་པའི་ཚིགས་བུ་ངེས་ཀྱང་ཞུས་ན། རབ་འབྱོར། རིགས་ཀྱི་བུའམ་རིགས་ཀྱི་བུ་མོ་གང་དག་འདི་ལྟ་བུ་ལོ་རྡོ་རྫེ། ཚིག་འདི་དག་ལེན་པ་དང་འཛིན་པ་དང་ལྷག་པ་དང་ཀུན་ཆུག་པར་སྤྱད་པ་དེ་དག་ན་ར་ན་བར་འགྱུར་རོ་གསུངས་སོ། ད་ཅི་གསུངས་སོ་ན་རབ་འབྱོར་རིན་པོ་ཆེ་བཅོམ་ལྡན་འདས་ཀྱི་དངོས་སུ་བཞུགས་སའི་དེ་ནས་བཅོམ་ལྡན་འདས་ཀྱི་འཁོར་ཡང་ན་དགེ་སློང་འགའ་འཕགས་པ་རབ་འབྱོར་བཞུགས་ཀ་ནས་བོར་ནོ། ཨོ། འཕགས་པ་རབ་འབྱོར་རིགས་ཀྱི་བུའམ་རིགས་ཀྱི་བུ་མོ་གང་དག་འདི་ལྟ་བུའི་རྡོ་རྗེ་བཟང་པོ་ཆོས་འོ་དང་ང་དང་རིགས་ཀྱི་བུ་དང་བུ་ཚ། བུ་རྡོར་དུ་ན་བུ་ཚ་དང་བུ་མོ་སུ་དང་སུ་ཞིག་ཡིན་ན་ཡང་ཟེར་དང། འདི་ལྟ་བུ་ཟེར་ན་འགའ་ཟེར་ན་དག་ས་སྐབས་སུ་བབ་པ་རྡོ་རྗེ་ཆོད་པས་ཟེར་དང་རྡོ་རྗེ་ཆོད་པ་འདི་རྫོགས་སྲིད། པའི་བྱ་ངུནཧ་ལས་ཚིག་འདི་དག། རྡོ་རྗེ་མཆོད་པ་འདི་རྫོགས་སའི་ཕྱག་སྤེལ་སྔོན་ལེན་པ་དང་ཟེར་ན་ཁོ་ང་དང་གླགས་སྤེལ་ན་ལེན་པ་དང། ཨེ་ནས་ང་དང་བློ་ལ་བཟུང་པ་དང་ང་དང་བློ་འཛིན་བཅོས་ཏེ་ང་དང་ཁྱོད་བཅུག་ཅེས་དང། ཨེ་ནས་ཕྱག་སྤེལ་བརླག་པ་དང་ཟེར་ན་སིལ་ཅེས། ཀུན་བཅུག་པར་བྱེད་པ་དང་ཟེར་ན་པོ་ཅེས་ཨེ་ནས་སེམས་ནང་ལ་ཆུ་བཅུག་སྟེ་ཨེ་ནས་ཚིག་དོན་མཐའ་དག་ཨེ་ནས་ང་དང་ཤེད་བྱུག་ཅེས་པོ། ཨོ་ད་ཨོ་དེ་ཚང་མ་སྤྱོད་ན་ན་བར་འགྱུར་རོ་ཤིན་ཏུ་ན་བར་འགྱུར་རོ་ཟེར་ཏེ་འདུག་ག་ལ། གཟུ་མོ་ཡོང་བ་ནོ་སྨྲ་ན་གཟུ་མོ་དྲག་པོ་ཡོང་བ་ནོ་ཟེར་བ་འདི་ནི་ང་དང་ཡ་མཚན་ཅིག་མིན་ཨ་བསམ་བྱ་ནོ་ང་དང་འདི་ན་དཀྲི་བ་ཆེན་མོ་ཞིག་ཡོང་རོགས། རྡོ་རྗེ་ཆོས་པ་ལགས་པ་བསམ་སྟེ་བྱིན་རླབས་བཞུས་ཏེ་བློ་འཛིན་བཅོས་ཏེ་སྤེ་ལྕག་བསྐྱོར་ཏེ་ཨེ་ནི་ལོ་ལ་ཆུ་བཅུག་ཨི་གཟུགས་སྤྱོད་ཅི་ཞིག་སྤྱོད་ན་ཡང། གཟུ་མོ་ཡོང་བ་ནོ་གཟུ་མོ་དྲག་པོ་ཡོང་བ་ནོ་ཟེར་ན་ཅི་གསུང་ད་དེ་ནས་རྡོ་རྗེ་ཆོས་པ་སྐྱོད་མཁན་པོ་ང་དང་ཐུ་བ་ཆ་གང་བཙོག་ཞིག་སོང་ང་དང་གཟུ་མོ་ཡོང་བྱ་ལ་རྡོ་རྗེ་ཆོས་པ་སྐྱོད་མཁན་བཙོག་ཞིག་སོང་ཟེར་རན་པོ་ཅིག། ཨོ། དེ་ཅིའི་ཕྱིར་ཞེ་ན། ཨོ། ད་དེ་ག་གཟུགས་ཡིན་ནོ་ཟེར་ན། ད་དོན་དག་པོ་ཅི་ནོ་ཟེར་ན། དེ་ཅིའི་ཕྱིར་ཞེ་ན། རབ་འབྱོར། འདི་ལྟར་སེམས་ཅན་དེ་དག་གི་ཚེ་རབས་སྔ་མས་མི་དགེ་བའི་ལྷ། ངན་སོང་གསུམ་དུ་སྐྱེ་བར་འགྱུར་བ་གང་དག་བྱ་བ་དེ་དག། ཚེ་འདི་ཉིད་ལ། ནར་བའི། ཚེ་རབས་སྔ་མས་མི་དགེ་བའི་ལྷ་དེ་དག་བཅང་བར་གྱུར་ཏོ། ད་ག་གཟུགས་བདེ་མོ་གསུངས་ཏེ་འདུག། གར་སྟེགས་རྡོ་རྗེ་མཆོད་པ་ལྔ་དང་སྐྱོར་ཏེ། ལྷགས་ཏེ་ལོ་ལ་བཟུང་སྟེ་ཡང་ཡང་ཁ་འདོན་མཛའ་སྟེ། འོ་ད་བཟུ་མོ་ག་དུས་ཡོང་ན་ཟེར་ཏེ་འོ། བདག་ས་རྡོ་རྗེ་མཆོད་པའི་ཕ་ཡུལ་ནས་ན་བཟུ་མོ་ཡོང་ཞིག་བཟུ་མོ་དྲག་པོ་ཡོང་ཞིག་ཟེར་ཏེ་འདུག་བ་ལས། གསུངས་པ་བསམ་ན་ད་འོ་ན་དེའི་རྒྱུ་མཚན་ཅི་ཡིན་ཟེར་ན་ཟེར་ཏེ་འོ། འོ་ད་རྡོ་རྗེ་མཆོད་པ་སྐྱོར་ཏེ་བཟུ་མོ་མང་ཉུང་ཅིག་བཞག་མ་ག་ཅིག་བཟུ་མོ་ཡོང་ལ་ད་གཅིག་གཉིས་ཤིག་བཟུ་མོ་ཡོང་ག་འགྲོ་ཞེས་ཏེ་ཟེར་ཏེ་འོ། ཨོ་ད་སྐྱེ་བ་སྟེང་མ་ནང་ང་དང་ཉལ་བའི་ནང་ཆགས་བྱ་ཨི་ད་ག་ནང་ཆགས་བྱ་ཏུ་ཏྲོའི་ནང་ལོ་བརྒྱ་ཕྲག་འབུམ་ཕྲག་འདུག་བྱས་ཟེར་ཏེ་བླ་སྔན་པ་ཚང་བ་ཁྱེད་དེ་ན་ཨེ་ནི་བདག་ས་ཚེ་འདི་ག་ཉི་མ་ཁ་ཅིག་སུ་མོ་ཡོང་ག་འབོ་སྡེ་བླ་སྔན་སྡིག་སྒྲིག་ཚང་མ་བདག་ཆ་ནོ་གསུངས་སོ་ནོ་བདག་ག་ནོ་གསུངས་སོ་ནོ། ཨོ་གསུངས་པ་ས་ན་ད་དོན་བདག་ག་ང་དང་ཅི་གསུངས་ཟེར་ན་དེ་ནང་ཁྱེད་འདུག་མ་གཏོགས་སྐྱོང་མི་ནུས་ག་ལས། འོ་ད་གསུངས་པ་བསམ་ན་ཅི་གསུངས་ཟེར་འདུག་ཟེར་ན་ཚེ་རབས་སྔ་མའི་མི་དགེ་བའི་ལས་དེ་དག་བཅང་བར་གྱུར་ཏོ། སངས་རྒྱས་ཀྱི་བྱང་ཆུབ་ཀྱང་ཐོབ་པར་གྱུར་ཏོ། འོ་ད་ཐ་ན་གསུངས་ཏེ་ཚེ་རབས་སྔ་མའི་ལག་སྔགས་སྡིག་སྒྲིབ་ཚང་མ་འདགས་ཏེ་ཚེ་འདི་ཀ་སྡུག་བསྔལ་ཉུང་ངུ་འཇིག་མྱོང་སྟེ་ཨེ་ནས་དེ་ན་གསུངས་ཏེ་དེ་ནས་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་རིམ་པར་བརྒྱུད་དེ་ཨེ་ནས་སངས་རྒྱས་སུ་གོ་འཕང་ཚུགས་པ་མཐོ་བ་ནོ་གསུངས་ཏེ་འདུག་ག་ལས། ཅེས་གསུངས་ཅེས་སོ། འོ་ད་མ་ད་བདེན་པའི་ང་དང་ད་ཐབས་ལམ་པོ་ཅིས་སྐྱེ་བ་ཟེར་ན་ང་དང་བདག་ན་ཉལ་བ་ཡི་དྭགས་དུ་འདྲེས་སྡུག་བསྔལ་གསུངས་ཟེར་རོགས་ད་འོ་ད་ང་དང་རང་ན་རང་ཨེ་ཏུས་དང་རྣམ་པ་ཀུན་ཏུ་རང་ཨེ་ཁམ་སྡོང་དགེ་སྦྱོར་ཚང་མར་དེ་མོ་ཅོ་དེ་བསམ་བློ་བཏང་སྟེ་ཨེ་ནི་བདེན་ཨག་དེ་ག་ན་ང་དང་བདེ་ཨག་དེ་ག་སྔ་ལ་ཁོང་གི་དཀྲི་བ་ཞིག་ཨང་རྩ་དེ་ནག་ཨེ་ནི་ག་ཨག་ཤེས་དེ་ན་ད་ང་དང་ཨ་སྡོད་ཚང་མ་ཤེས་དེ་ན་ཨེ་ནས་མང་པོ་སྐྱོར་རྩ་ན། ཧ་ལས་དེ་ནས་ག་ང་དང་སྐྱོར་ཅཱས་མང་པོ་ཁམ་དོན་དགེ་སྦྱོར་མང་པོ་མཛད་རྩ་ན། ཨེ་ནས་ག་གཟུགས་ཤིག་གིས་མཛད་དགོས་ས་ནོག་ཟན་པོ་ཅིག་ད་དེ་ཉན་ན་ནི། ང་དང་དེ་ནས་གཞལ་བལྟ་ཅི་དང་ས་ལས་འཇིག་ཡང་སེམས་པ་ཡམ་དོན་ལ་ཡང་ཡོན་ཡམ་དོན་ལ་ཡི་དགྲ་མི་འདྲ་དང་འཇིག་ཨེ་ནས་ཆགས་པའི་ངོ་སྐྱོར་ན་དེ་ཟམ་ཤིག་ང་དང་ཕན་ཐོགས་པོ་ཡང་ཉུང་བར་ཡོང་ཅཱ་རུང་གསུངས་པ་ས་ན་ཉན་ན་བརྩམ་ཉན།

ཨེ་ནི་སོག་པོ་སོང་བར་དཔེར་ན་ང་དང་སེམས་ཅན་ཐམས་ཅད་བདེ་བ་དང་བདེ་བའི་རྒྱུ་དང་ལྡན་པར་གྱུར་ཅིག་ཟེར་ཟེར་ནས་འཇིག། ཨེ་ནི་ད་ཁྲོ་བོའི་ལ་ཁད་དེ་ན་ཡང་ཁར་སྐྱ་ཀོར་སྐྱ་བཏང་ན། བ་ཁ་ན་སེམས་ཅན་ཐམས་ཅད་བདེ་བ་དང་བདེ་བའི་རྒྱུ་དང་ལྡན་པར་གྱུར་ཅིག་ཟེར་ནས་འཇིག། ཡང་ཨ་ཁ་ན་མི་ཞིག་ཨ་བདག་ས་ན་བདག་ས་ཁམ་དུ་ནི་སྐྱིལ་ཀོལ་ནའང་སྡུག་བསྔལ་ཅིག་སྐྱེས་བཅུག་ན་ཁོའི་སེམས་ལ་ཕོག་བྱ་སའི་ཞལ་ལྟ་ཞིག་མོལ་ན། ཨེ་ནི་སེམས་ཅན་ཐམས་ཅད་བདེ་བ་དང་ལྡན་བྱས་པོ་ལྡན་ནས་ད།

ཨོ། མྱོང་གོ་ཤ་ཟ་མི་སྲིད་ཅེས་ཀྱང་སྨྲ་རོགས་ང་དང་ཨ་ཁ་མྱོང་བྱེད་ཡོང་སྲིད་ཅེས་གསུངས་པ་ཟ་ན་ཨོ་ད་དེ་ག་ན་ང་དང་ཐབས་ལམ་པོ་ཅི་སྟེ་འགོ་བཙུགས་ཟེར་ན་ཨོ་ད་དེ་འབའ་བསམ་བློ་ཀུན་ན་དང་སྟེ་ཡང་མི་ནང་པ་ལ་མང་པོ་ཞིག་ང་དང་ཆོས་བྱོས་ཙ་ན་ཡང་མི་ནང་པ་ལ་ཆོས་བྱོས་ན་མི་ཆོས་སྤུ་ཁེ་ད་ན་ཆོས་རྣམ་དག་ཅིག་གུ་ར་མ་ནོ་ཧ་ལས་དེ་ནས་ག་ཁམ་དོན་དགེ་སྦྱོར་ཅིག་ཟ་དེ་ནང་ཕྱག་སྐོར་ར་ཅིག་སྐོར་རེ་ནང་ཨོ་སྒོམ་ཉམས་ལེན་ཅིག་ཛར་ནང་མི་ཆོས་ལ་བྱོས་ན་ཨེ་ནི་ཆོས་རྣམ་དག་གུ་ར་མ་ནོ་གསུངས་པ་ཟ་ན་ནམ་སང་ང་དང་མི་ཆོས་ལ་ཆ་མ་བཅུག་ག་འཇིག་རྟེན་ཆོས་བརྒྱད་ཀྱི་དབང་དུ་ཆ་མ་བཅུག་ག་འོ་དེ་ནས་རང་སྣང་རང་ངེས་བདེན་པ་བསམ་བློ་ཏན་ཏན་ཏིག་ཅིག་བཏང་སྟེ་ང་དང་ཁྱོད་རྣམ་པར་དག་པ་ཅིག་བསྒྲུབ་ན་ནི། འོ་ད་དེ་ནས་རྡོ་རྗེའི་མཆོད་པ་སྐྱོར་ག་ཚུན་ཆད་ཅིག་ན་ཡང། འོ་དེ་ནས་ང་དང་ཚེ་འདི་ག་བཟུང་མོ་མང་ཉུང་རེ་ཡོང་བར་པོ་ཅིག་འོ་ད་དེ་ག་ན་སྐྱེ་བ་སྔ་མ་ན་བསགས་པའི་དམྱལ་བ་ཡི་དྭགས་དུད་འགྲོའི་ནང་སྐྱེས་བྱ་སའི་ལ་སྒང་སྡིག་སྒྲིབ་ཚང་མ་བདག་བྱེད་ཀྱི། འོ་ད་དེའོ་བདག་ན་ཨེ་ནི་ང་དང་དེ་ག་ན་ཅི་ཧ་བ་ནོག་ཟེར་ན། ཨོ། ཚེ་འདི་ག་ང་དང་ཆོས་སྤྱོད་ཁང་ནས་མི་ངོ་ལ་མཛུབ་མོ་རྩ་པིག་རེ་ཡོང་ཨན་པོ་ཅིག། ཨོ། ད་མཛུབ་མོ་ཡོང་ཅེས་པོ་ཙོག་པོ་ད་མ་ནོ་ཧ་ལ་ཁོ་བདེན་པ། ཚེ་འདི་ག་ཁོ་ཆོས་རྣམ་པར་དག་པ་བསྒྲུབས་ཏེ་ཚེ་རབས་སྔ་མ་ན་ཟགས་པའི་ལ་ཟངས་འདི་འདྲའི་དག་བྱ་བདག་བྱ་སའི་ཡ་གཟུགས་ཤིག་རྟགས་རྟེན་འབྲེལ་ཞིག་རྫོགས་ཤིག་ཡིན་ནོ་རྟགས་ཤིག་རྫོགས་ཤིག་ཡིན་ནོ་བསམ་དཀར་པོ་ང་དང་ཡོང་དགོས་ཞེས་པའང་ཁག་བཅན་བྱས་ནོ། འོ་ད་ང་དང་རང་ན་རང་ང་དང་རང་ན་རང་གཟུ་མོར་ཡོང་ན་འོ་གཟུགས་བསམ་བློ་དང་གོ་ཤ་སྤང་ཁག་ཅག་ནས་ནོག་ལར་ངན་སྡིག་སྒྲིབ་ཨི་རན་བཟའ་བྱས་བྱས་སེ་ཨ་གཟུགས་ག་ལས་སོང་པ་བསམ་ན་འོ་དེ་ག་ན་ད་དེ་སྣ་ཚོགས་ལ་དེ་ནས་ང་དང་སྤྱོད་འཇུག་ཡིན་ན་གསུངས་སེ་འདུག་ག་ལས། བསོད་པའི་མི་གཅིག་ལག་བཅད་ལག་བཅད་དེ་ག་ལྟའི་མཐར་ན་ཅི་མི་ལེགས། མིའི་སྡུག་བསྔལ་ཆུང་ངུ་ཡིས་ཉལ་བ་བསྒྲལ་ན་ཅི་མི་ལེགས། ཧ་ལས་གསུངས་པ་ཟ་ན་རྟ་དེས་སྤེལ་གལ་ཏེ་སྤེལ་ན་གསུངས་སྟེ། མི་ཞིག་དེ་ནས་ཁ་ཁོ་ལ་ཙོག་པོ་བཅོས་ཏེ་ཡ་མེ་ན་མ་འདེམས་པ་མི་ས་ཁྲག་སྦྱོར་གྱིས་དང་བཅོས་ཏེ་ཁོ་ཨེ་ནས་སྲོག་ཏོག་ཨེ་ངེས་པ་ཁེལ་ཏེ་ཡོད་ན། ད་ཁོ་ཡང་ངན་གྲུང་པོ་རེད་ཐབས་ལམ་གྱིས་དང་བཅོས་ཏེ་ན་ཨེ་ནས་ད་ཡི་དེ་འོན་རེའང་ཡང་བེ་ནེ་བི་ནོ་རེ་གྱིས་དང་བཀོལ་ན་ཡང་ག་ཟུག་རེ་བཅོས་ན་ཐུར་དོ་ན་མིས་སྤོན་པོ་གྱིས་དང་ར་ཟེར་ན་ཡང་ཨེ་ནས་ཁོའི་ལག་པ་བཅད་བཏང་ན། ཧ་ལས། ད་ཡིན་ན་ཁོས་ཨ་མའི་ས་ཏོག Islamism བཅོས་ཏེ་ཡར་འཕྲིན་སྤོན་ལ་ང་དང་བཞུས་ཏེ་ཡང་རྒྱབ་ལོག་ན་ཅི་དང་སྤེ་ར་ཅི་དང་ཟེར་ཏེ་ཤེས་སྐལ་འབེལ་སྐལ་འཁྱོངས་ཟེར་ན་ད་མི་ཚང་མའི་མདུན་ལ་ཨེ་ན་བཟོ་ཡི་དེ་ནས་ཁོ་ད་ཁྲ་ཁྲིག་ཡིན་རོགས་པ་ན་ད་མ་ན Trims མ་ད་ང་ནི་ཁོ་སྡུག་བསྔལ་ཅར་མེད་སྐྱག་སོང་པ་ཟ་ན Trim མང་ཉུང་གྱི་ཁོ་བ་ཕོག་ཡོད་པ་ཟ་ན་ཁོ་ཡོད་ཁེ་དེ་ན་ཡང་མི་ཅི་དང་ས་དེ་ལ་བཙོག་པོ་བཅོས་ཏེ་ཡོད་པ་ཟ་ན་འོ་ད Trims དང་ག་བཅོས་ཏེ་ཁོའི་ལག་པ་བཅད་བཏང་ན།

ཁོ་རང་དངོས་གཞིར་སྤྱི་དོང་བརྒྱུད་དེ་མི་གཞན་བརྒྱུད་དེ་ཁོ་སྲོག་ཐོག་བཏང་མི་དགོས་ཞེས་ཁོས་ལག་པ་སྦྱར་པ་ཟ་ན་ཁོ་ད་ད་ན་བ་ལས་གསུངས་པ་ཟ་ན་ཨོ་ད་ཡིན་ན་ཟོས་ཁོ་ཨ་ངེས་པ་ཆུང་ཆུང་འཇིག་ཨེས་ངེས་པ་ཆེན་མོ་ཨ་ད་ར་ནོ་གསུངས་སྟེ་ནོ་ད་ཧ་ལས་སྡུག་བསྔལ་ཆུང་ཆུང་འཇིག་ཨེས་སྡུག་བསྔལ་ཆེན་མོ་ཨ་ད་ར་ནོ་གསུངས་ཏེ་ནོ་ཨོ་ད་དཔེར་ན་ད་ཅི་ང་དང་རྡོ་རྗེ་ཆོད་པས་ན་རྡོ་རྗེ་ཆོད་པའི་ཕ་ཡོན་པས་ག་ན་བར་འགྱུར་རོ་ཤིན་ཏུ་ན་བར་འགྱུར་རོ་ཟེར་རན་པོ་ཅིག་ཨེ་ནི་ཚེ་འདི་ཀ་བཟུ་མོ་སྙུང་བརྩེགས་ཡོངས་སྟེ་ཨེ་ནི་ཚེ་རབས་ཕྱི་མ་རྣམས་སུ་དམྱལ་བ་ཡི་དྭགས་ཐུར་དྲོ་ན་ཨེ་ནི་ཐར་ངེས་ཐ་རེད་ན་འདི་ནས་སྡུག་བསྔལ་ཆུང་ཆུང་འཇིགས་སྡུག་བསྔལ་ཆེན་མོ་ལ་ཐར་ན་འདོད་ང་དང་ཁྱེད་ཐོབ་དེ་ན་བ་ལ་ཨོ་གསུངས་པ་སང་ན་ད་བདག་ས་འདི་ཀ་འདོད་གསུངས་ཟེར་དུ་བ་ལ་མི་ཡི་སྡུག་བསྔལ་ཆུང་ངུ་ཡིས་དམྱལ་བ་བསྒྲལ་ན་ཅི་མི་ལེགས། ཨོ་མི་ཡི་ན་མི་ཡི་ལུས་རྟེན་འདི་ཀ་མི་ཡུལ་འཇིགས་རྟེན་འདི་ན་ང་དང་མི་ཡི་སྡུག་བསྔལ་སྙུང་བརྩེགས་མྱོངས་སྟེ། ཨོ་འདི་ནས་དམྱལ་བ་ཚ་དམྱལ་ཡི་ན་ཆ་ཆ་སྲིད་ཨེ་ནི་དགའ། ཨ་ནུས་སྡུག་བསྔལ་ཆེན་མོ་མྱོང་བྱ་སྤུ་དགྲལ་ན་ད་གདོད་རྒྱ་ལ་ཡིན་ནོ་གསུངས་པ་བསམས་ན་གདོད་ཕ་ཡུལ་ནས་ནོ་གདོད་དགྲལ་སྤུ་བཟང་པོ་ནོ་གསུངས་སྟེ་ནོ་འོ་གསུངས་པ་བསམས་ན་འོ་དེ་ག་ན་ཨེ་ནས་ད་བདེན་པས་ང་ད་དེ་ནས་ད་འདི་ག་ན་ང་ད་མང་པོ་ཞིག་ཧ་དགོས་རོ་འོ་ད་ཚེ་འདི་ག་ང་ད་ཆོས་ཕྱོགས་གང་ངོས་ལ་བཟུ་མོ་ཅི་དང་ཡོང་ན་གདོད་བཙོག་པས་སྨད་ནོ་སྐྱེ་བ་སྟིང་མ་ན་ཁོ་ཆོས་ཆོས་སྟེ་ཆོས་སྟེ་ཆོས་སྟེ་སྡུག་མོ་གཟུ་མོ་སྡུག་མོ་ཚེ་འདི་གི་ང་དང་མི་ཡི་སྡུག་བསྔལ་ཉུང་ངུ་ཅིག་མྱོང་སྟེ་དམྱལ་བ་ཡི་དྭགས་དུད་འགྲོའི་ནང་ང་སྐྱེས་བྱས་སྲིད་ལ་སྔངས་པ་དང་སྡིག་པ་དང་མི་དགེ་བ་མང་པོ་ཅིག་བདག་བྱེད་ཀྱང་ཨོ་གསུངས་པ་ཟ་ན་ཨོ་དེ་ག་ན་ཡང་ང་དང་བར་བར་ལ་མི་རིགས་ཤིག་གི་དཀྲི་བ་དུ་ཡོང་དུ་ཡོང་དུ་བ་ལ། ཨོ་ཁོ་ཁྱོས་ད་ཅོ་ར་ཅོ་རིག་པ། མ་ཚང་མ་སང་སྡུག་བསྔལ་བོའམ་བཟུ་མོ་ནི་ཁོ་ལ་མང་ང་ཡོང་འདུག། ཁྱོས་ཅོ་སྐམ་པོ་ཁྱོས་ཅོ་ནང་ཕན་ཐོགས་མེད་སྐམ་ཙོག་ཞིག་ཡིན་སྐྱེས་སྡུག་བསམ་སྐམ་པའང་ཡང་རིག་ཅེས་ང་དང་ཨོ་བཟུ་གི་བསམ་བློ་ཁོ་ར་ནོག་ཨོ་དེ་བསམ་བློའི་ཨོན་ང་དང་ནམ་ཡང་འཁོར་དགོས་ས་མ་ནོག་ཁྱོས་ཅོ་སྐམ་ཡོད་ནའང་སྡུག་བསྔལ་ཚེ་འདི་གར་སྡུག་བསྔལ་ཉུང་ངུ་འཇིག་མྱོང་བས་ན་དུས་བབས་ཏེ་ཁོས་སྐྱེ་བ་ཕྱི་མ་རྣམས་སུ་སྡུག་བསྔལ་ཆེན་པོ་ཞིག་ལ་ཐར་ཆད་པ་སང་ན་དེ་ག་ན་ང་དང་སྐྱོང་ཕོག་དེ་མ་ནོག་ཁྱེད་ཐོབ་དེ་ནོག་ཁྱོས་ཀྱི་བྱིན་རླབས་ང་དང་འཇུག་པའི་རྟགས་མཚན་ནི་ནོག་ཨ་ལེ། སོང་བ་བསམ་ན་ད་དེ་རིང་འདི་ནས་ག་ཚང་པོ་རེད་འདི་ནས་ཚང་མ་ལ་ཐུགས་རྗེ་ཆེ་བརྒྱུད་ལས།